ད་དེ་རིང་ནས་འཁོར་བ་ལ་ཞེན་ན་ངན་སྐྱུག་ནི་ཡིན་ཞེས་པ་དེ་ཉིད་ཀྱི་དོན་འབོར་བར་བྱེད་པ་ཡིན། དེ་ལ་ཡང་འཁོར་བའི་གི་སྡུག་བསྔལ་བསྒོམ་པར་བྱེད་པ་དང་ལས་རྒྱུ་འབྲས་བསྒོམ་པར་སྣང་བ་གཉིས་ཀྱི་ནང་ནས་དེ་རིང་ནས་ད་ལྟ་ནས་དེ་ནི་ལས་རྒྱུ་འབྲས་ཀྱི་སྣང་བ་དེ་མ་ཉུང་ཉུང་ཅིག་ཤོར་རྒྱུ་ཡིན། དེ་ཡི་གི་ནང་ནས་ད་ང་ཚོ་གི་དག་སྣང་ཞུས་པ་ནང་གི་དགེ་བའི་རྩ་བ་གཅིག་དང་གཅིག་སྒྲུབ་པ་ཡིན་ནོ། དེ་ནས་གཞན་པ་བཞི་དང་སྒྲ་རི་ཆོས་ཀྱི་སྒྲུབ་བྱེད་འདྲེས་ན་ཆོས་ཆེན་པོ་དང། དེ་ནི་ཆུའི་བླ་ན་མེད་པ་གཙོ་བོ་སངས་རྒྱས་ཀྱི་དགོངས་པོ་རྡོ་རྗེ་གི་རྒྱུད་ཉིད་དུ་འགྱུར་ལེ་རེད་ལ། གཞན་པ་བཞི་དང་མ་བྲལ་སོང་ནས་ཁྱོད་རང་གི་དགེ་བ་དེར་ཕན་ཐོགས་ཡོད་རེད་ཟེར་ན་ཡོད་ལེ་རེད་དེ། སངས་རྒྱས་རྡོ་རྗེ་གི་རྒྱུད་ཉིད་དུ་འགྱུར་ཡོད་ལེ་མ་རེད། དེ་ནས་བཤད་སྟངས་ཀྱི་ང་རང་ཚོ་གི་ཁྲིད་གཞན་དག་གི་ནང་ལས། ད་ཤེལ་བུ་གསུངས་རྗེས་ལག་རིང་ཟེར་མི་རྒྱུ་ཡོད་ལེ་རེད་ལ། ཤེལ་བུ་ཆུང་ངུ་ཟེར་གྱི་གཅིག་འབྲིང་ཟེར་གྱི་ཆེན་པོ་ཟེར་གྱི་ཡོད་ལེ་རེད

དེ་ནས་དམིགས་ཡུལ་ཏེ་ཚེ་ཕྱི་མ་བར་ཆད་ལས་གྲུབ་ཟིན་གྱི་ན་ཕན་བེད་ཀྱི་ཆེད་དུ་ནི་ཁྱོད་སྐྱེས་བུ་ཆུང་ངུ་ཟེར་གྱི་དེ་རེད་ལ། ཚེ་འདི་ལ་མ་ཞེན་པ་ཟེར་གྱི་དེ་རེད། དེ་ནི་ཆོས་པ་རེད་ལ་བློ་ཆོས་སུ་འགྲོ་བ་ཟེར་གྱི་ཡང་དེ་དེ་ཚོ་དེ་རེད། དེ་གི་སྟེང་དུ་ལས་ཆོས་ལུགས་ཀྱི་སྒྲོལ་བྱེད་ཀྱི་ཆོས་དེ་ལྷ་དང་མི་ལྷ་མ་ཡིན་གྱི་གོང་འཕོ་ཐོབ་བེད་ཀྱི་ཆེད་ཙམ་སྒྲུབ་པ་མ་ཡིན་པར། འཁོར་བ་སྡུག་བསྔལ་གྱི་རྒྱ་མཚོ་ཡོངས་སུ་རྫོགས་པ་ཁོངས་སུ་འཁོར་བ་འདི་ནི་སྡུག་བསྔལ་གྱི་རྒྱ་མཚོ་ཆེན་པོ་ཞིག་རེད་འདི། འདི་ལས་ཐར་བའི་གི་ཆེད་དུ་སྒྲུབ་བྱེད་ཡོད་ན། ཁྱོད་སྐྱེས་བུ་འབྲིང་གི་མྱོང་ལས་དང། དེ་ནས་ཚེ་འདི་ལ་ཞེན་ན། མ་རིག་གོ་འཁོར་བ་ལ་ཞེན་ན་ངན་སྒྱུ་མའི་རྗེས་ལུས་ཀྱི་དན་རྟོག་དེ་ཕ་སྤོང་རྩ་ལས་འཁོར་བ་ལ་མ་ཞེན་པར་ངན་སྒྱུ་ཡིན་པ་དེ་དང། དེ་ནས་ཁྱོད་རང་གི་བློ་ཆོས་སུ་འགྲོ་བ་དེ་ཡི་གི་སྟེང་ལ་ཁྱོད་ལམ་དུ་འགྲོ་ཚར་ལས་རེད། དེ་འཁོར་བ་འདི་ལས་གཞན་པ་དཔོན་གྱི་ནང་ག་ཐང་བཞུགས་པ་ནང་བཞིན་གྱི་དེ་འཁོར་དབུས་ཀྱི་སྡུག་བསྔལ་དེ་སོགས་ཡོད་པོ་ཅི་ཧ་གོ་གི་ལེ་རེད། འཁོར་དབུས་ཀྱི་སྡུག་བསྔལ་དེ་ཡོད་པོ་ཅི་ཧ་གོ་ལེ་ཡིན་ན། དེ་ནི་འཁོར་བ་སྡུག་བསྔལ་ལས་ངོས་ཟིན་ན་སྡུག་བསྔལ་ལ་དགའ་མཁན་སུ་གཅིག་ཡོད་ལེ་མ་རེད་དེ་ལ་ཤོར་བ་ཤེས་པ་ལེ་རེད་དེ་ལ་ཐ་ན་དེས་མ་མྱོང་ན་སོང་སོང་མ་གཏོགས་ཡོད་ལེ་མ་རེད་དེ། དེ་ནི་ད་ལྟ་གོང་དུ་ཞུས་པ་ནང་བཞིན་གྱི་འཁོར་བ་ཡོངས་སུ་རྫོགས་པ་སྡུག་བསྔལ་གྱི་རང་བཞིན་ཡིན་པ་དེ་ཤེས་ལེ་གཟོ། དེ་ནས་ཕྱི་མ་ནི་ཁོངས་སུ་འཁོར་བ་ཐོག་སྲིད་པའི་རྩེ་མོ་ནས་མ་དམྱལ་བ་རྣམ་གཡེང་གི་དུག་གི་བར་དོ་ལས། འཁོར་བ་ཡོངས་སུ་རྫོགས་པ་དེ་སྡུག་བསྔལ་གྱི་རང་བཞིན་སྡུག་བསྔལ་གྱི་འབྱུང་གནས་སྡུག་བསྔལ་གྱི་ཉིད་སྲིད། སྲིན་བུ་གི་རླུང་དུར་དྲུག་དུར་བུ་གི་ཚོམ་མི་གཙང་བས་ཀྱི་ཆག་སྐོམ་ལྟ་བུ་གྱིས་བློ་བགོགས་ནས། དེ་གཉིས་ཀྱི་མཐའ་ལའང་རང་རང་གི་ནུས་པ་གང་ཡོད་དུ་འབད་དགོས་ལས་དེ་ནི་རྣམ་པ་ཀུན་ཏུ་ལས་ལྔ་འཁོར་བ་ལས་ཅིག་ཐར་རོ་ཞེ་ན། དེར་འགྲོ་བ་རྣམས་ཀྱི་མཐའ་དང་སྙོམས་པའི་སེམས་ཅན་ཐམས་ཅད་འཁོར་བ་ལས་ཐར་རོ་ཅིག་ཞེ་ན་འཁོར་བ་འདི་སྡུག་བསྔལ་ཡུལ་གྱི་རང་བཞིན་ཞིག་རེད་གསུངས་སོང་འདྲ། དེ་ནི་རང་རང་སོ་སོ་ལ་ཡིན་ནའོ་གནས་སྐབས་དེ་ནས་སྡུག་བསྔལ་མང་པོ་ཁྲེའུ་རྒྱུད་ལས། དེ་བས་ཀྱི་ག་ན་སྡུག་བསྔལ་འདི་ཆུང་ཆུང་རེད་འདི་འདྲིག་གི་སྡུག་བསྔལ་ལོས་འཕྲལ་ང་འཁོར་བ་ལ་ཡོད་དུས་དུས་ག་ཚིག་ང་ད་རུང་ཅུང་འཁོར་བ་ལས་དེ་མ་ཐག་མ་ཐུག་པ་ཡིན་ན་སྡུག་བསྔལ་འདི་དོ་ཁ་གྲག་རིགས་ཀྱི་དུས་ག་དུས་ནང་ཡོད་ཡོད་མ་རེད་ལས་སོང་གི་བར་ད་འཁོར་བ་དེ་ལས་ཐག་མ་རྙེད་ན་ཅི་ཟེར་གི་རེད་ཟེར་གི་ལེ་རེད་ཟེར་ལེ་འཁོར་བ་ལས་ཐག་བསྐྱོན་ན་ཤེས་མ་རྙེད་ན་ཅི་རྫོགས་གི་ལེ་རེད་ཟེར་ལེ་ཡིན་ན་དོང་བུ་གི་ཆུས་བསྒྲུབ་གི་ལེ་རེད།

དེ་ཡི་གེ་བཅུ་སྤོང་དགོས་ཤིང། དེས་མདོ་མདོ་ན་བཅུ་མི་དགེ་བ་མཐའ་དག་སྤོང། དགེ་བ་སྣ་རེ་སྤོང་བའི་སྤྱི་ནི་ཚུལ་དྲུག་ཉུང་དུ་གང་མང་བོ། ད་གང་དུ་བསྐལ་པ་ལྟ་དུ་ལས་འཁོར་བ་སྡུག་བསྔལ་གྱིས། ཤེས་པའོ། འཁོར་བ་ལས་ཤེས་ཚད་ཀྱི་རྒྱུ་དེ་ཅི་རིགས་ཚོལ་ན་མི་དགེ་བ་ཞུགས་པ་ལས་དེ་ནས་དེ་ལས་འཁོར་བ་སྡུག་བསྔལ་ལས་ཚོལ་ན་ང་ཚོ་ཤེས་འདུག་ལེ་རེ་གསུངས་ལེ། དེ་སྤོང་བ་ལ་དེ་ཡིག་གི་རྒྱུ་སྤོང་དགོས་རེད་ད། ང་ཚོ་འཁོར་བ་ལས་སྤོང་དགོས་ན་འཁོར་བ་ལས་བྱས་ཏེ་རྒྱུ་སྤོང་དགོས་རེད་རེད་མོད་དེ་ནི་རྒྱུ་སྤོང་མ་ཐུབ་ན་འབྲས་བུ་སྤོང་དོགས་ལེ་མ་རེད། དཔེར་ན་དེ་ནི་ང་རང་ཚོ་ད་ལྟ་ཉི་མ་ཞིག་མི་ཚེའི་ལུས་ཀྱི་རྫོགས་དགོས་རེད་ན། ཉི་མ་འདས་རྒྱུ་དེ་སྤོང་རེད་ཉི་མ་ནང་མི་འདུག་ལུས་ཕར་སྤོང་དགོས་རེད་དེ་དེ་ནི་ཚེའི་རྒྱུ་དེ་སྤོང་ལེ་རེད་དེ། དཔེར་དེ་ཡིག་འདི་རྒྱུ་དེ་སྤོང་ན་དེ་ནི་འབྲས་བུ་སྤོང་དུག་ལེ་རེད་དེ། འཁོར་བ་སྤོང་དགོས་དེ་ན་ད་དེ་ཡིག་གི་རྒྱུ་སྤོང་དགོས་ལེ་རེད། དེས་མདོ་བསྡུས་ན་རྒྱུ་མི་དགེ་བ་མཐའ་དག་སྤོང་སྲིད་ད་འཁོར་བ་ལས་བྱེད་ཟིལ་གྱི་རྒྱུ་དེས་ཚུར་བསྡུས་བསྡུས་བྱས་བས་ན་སྤྱིར་བཙལ་ན་མི་དགེ་བ་ཡིན་ནི་གཟུགས་དེས་འཁོར་བ་ལས་བྱེད་ཟིལ་གྱི་རྒྱུ་རེད་དྲན་ནི་རེད་གསུངས་ལེར། དགེ་བ་སྣང་རེ་ཙོང་བའི་བཅུད་ནུས་སུ་འགྲུབ་སྙམ་དུ་སྒོམ་མོ། ད་ང་འཁོར་བ་དེ་ལས་ཐར་ནི་ཐག་གིས་བསམ་གི། ད་རྫས་ཀྱི་རྒྱུ་དེ་ནི་སྐྱེས་དེ་ནི་དེ་ནི་སྡིག་པ་མི་དགེ་བ་ཟེར་བ་དེ་རེད་དྲན་གི། ད་ང་རང་གིས་སྡིག་པ་མི་དགེ་བ་དེ་སྤོང་ཞིག་དགེ་བ་ཅི་ནུས་ཀྱིས་སྒྲུབ་དགོ་གསུངས་ཀི། དྲན་ལེ་ཨ་ནི་ཡོང་ནི་སོང་ལེ་དེ་ནི་ལངས་ནི་སྤྲེལ་གཏུབ་རྒྱུ་བ་རེད་གསུངས་ལེར། ད་དེ་ཉིད་ཅུང་ཟད་རྒྱས་པར་བཤད་པ་ལ་མི་དགེ་བའི་ལས་བརྩོན་པ་དགེ་བའི་གི་ལས་བརྩོན་པ་ལུང་མ་བསྟན་གྱི་ལས་བརྩོན་པ་དང་གསུམ་མོ། དང་པོ་ལ་ལས་ཀྱི་ངོ་བོ་བརྩོན་པ་དེའི་འབྲས་བུ་བརྩོན་པ་དེ་སྤོང་བ་དང་པོ་དང་གསུམ། དང་པོ་ལ་བཅུ་སྟེ། ད་མི་དགེ་བ་དེ་ལས་དེ་ནས་དགེ་མི་དགེ་དེ་ཅུང་ཟད་བར་བཤད་ན་དགེ་བ་བརྩོན་པ་གཅིག་དང་མི་དགེ་བ་བརྩོན་པ་དེ་ལུང་མ་བསྟན་གྱི་བརྩོན་པ་གཅིག་མི་དགེ་བ་བརྩོན་པ་དང་དགེ་བ་བརྩོན་པ་ལུང་མ་བསྟན་གྱི་ལས་གསུམ་ཡོད་ལེ། དེ་བས་ཀྱི་ནང་ནས་ད་དང་པོ་དེ་ལ་ཡང་དེ་མི་དགེ་བས་ཀྱི་ལས་ཁོ་རང་བསམ་པ་དང་དེའི་ལས་འབྲས་བུ་ཅི་འདྲ་ཡོད་བསམ་པ་ད་དེ་སྤོང་བ་དགོས་དུས་སང་ལས་ཀྱི་གསང་དང་གསུང་གི་ཐོག་ནས་འགྲོ་གི་ལས་རེད་གསུང་ལས་དང་པོ་ལ་བཅོས་ཏེ་ཀུན་སློང་དུག་གསུམ་གང་རུང་གི་ཀུན་ལས་ལངས་པའི་གསོད་སེམས་ཀྱི་སྲོག་ཆགས་གྲོག་སྦུར་ནས་མི་འམ་མི་ཆགས་པའི་བར་གང་རུང་སྲོག་བཞིན་དུ་སྲོག་གཅོད་པ་དང་གསུང་ལས། དང། བཤད་སྟོང་དགེ་བ་མི་དགེ་བ་ཟེར་རྒྱུ་དེ་འདི་ངོགས་ཀྱི་བྱ་བ་ལས་བལྟ་རྒྱུ་ཡོད་མ་རེད། གཙོ་བོའི་གཙོ་བོ་དེ་གསུངས་པ་ལ་བལྟ་གི་རེད། འོང་གསུངས་པ་ཡག་མོ་ཡིན་གསུངས་པ་གཙང་གྱི་ཡག་མོ་རེད་འགྲོ་མ་ཤེས་ར་ཤེས་གི་ལེ་རེད་མེད། དེ་བལྟས་ན་ཡུལ་ཁག་འགའ་རེ་གི་ནང་ལ་ཕ་མ་དེ་ཚོ་རྒན་གོག་རེད་ཡོད་ན་གསལ་གོ་གི་ལེ་རེད་མེད། དེ་ནས་སྡུག་བསྔལ་མང་པོ་མྱོང་རེད་ཟེར་གི་ལེ་རེད་གསལ་གོ་ལེ་རེད་ཟེར་དེ་དེ་ཚོ་དགེ་བ་རེད་ས་མ་ལེ། དེ་ང་རང་ཚོའི་གི་ཡུལ་ཁག་དེ་ན་ལའོ་ཁ་ཤས་ཁ་ཤས་ཤེས་ལྟ་ཟོར་ར་ཟོར་དེ་ཚོ་དང་ནི་རྒད་པོ་གྲོགས་མོ་རེད་གི་ཁྱི་སུ་ནམ་གྲོགས་ལོག་རེད་འགྲོ་རེད

དེ་ནས་ཆོས་ཟེར་རྒྱུ་དེ་མཚན་གཅིག་ལས་འཚེ་བ་མེད་ཅིང་ཕན་ཐོགས་རྒྱུ་དེ་ཆོས་ཡིན་གསུངས་ཡོད་པ་རེད་མོད། སངས་རྒྱས་ཀྱི་སྐུ་གཟུགས་བྱིན་གྱིས་དེ་གཙོ་བོ་ཆོས་ཡིན་གསུངས་ཡོད་པ་མ་རེད་ཆོས་དེ་བྱིན་གྱིས་དེ་སོགས་ལ་ཕན་ཐོགས་ཆེན་པོ་སྤེལ་མ་སྲིད་ཀྱི་ཡོད་པ་རེད་དེ། ཡིན་ནའང་སེམས་ཅན་གཅིག་གིས་སངས་རྒྱས་ལ་དེའི་དགེ་དེ་ནས་སྲོག་གི་རིམ་པ་ཚེ་སྲོག་གི་རིམ་པ་ཤ་ཁྲག་གི་རིམ་པ་དེ་ཆོས་བཤད་མ་བྱས་ཡོད་རེད་མ་རེད་དེ་ཡིད་ལ་བཟུང་དགོས་རེད།

དེ་དེའི་རྫོགས་སྟངས་དང་དག་དགེ་མི་དགེ་ཟེར་རྒྱུ་དེ་ཀུན་སློང་དགེ་བ་ཡིན་ན་དགེ་བ་རེད་ཀུན་སློང་མི་དགེ་བ་ཡིན་ན་མི་དགེ་བ་རེད་འདོད་ཆགས་ཞེ་སྡང་གཏི་མུག་གསུམ་དེ་ཤེས་ལས་ནི་མི་དགེ་བ་གསུམ་རེད། འདོད་ཆགས་ཟེར་རྒྱུ་དེ་འདི་ལ་བརྟེན་ནས་ང་བདེ་མོ་ཞེས་དགོད་རྒྱུ་རེད་སངས་རྒྱས་ཀྱི་ཕྱོགས་ཞེན་པའི་བློ་དེ་ལ་འདོད་ཆགས་ཟེར། ཞེ་སྡང་ཟེར་རྒྱུ་དེ་འདི་ཞིག་ངག་ལས་སྡུག་བསྔལ་གྱི་དལ་བ་སངས་རྒྱས་ཀྱི་སེམས་མི་དགའ་ཞིང་ཁོང་ཁྲོ་བ་དེ་ལ་ཞེ་སྡང་ཟེར།

རྒྱལ་བ་བ་མ་རེད་ཟེར་སྡིག་པ་བ་མ་རེད་ཟེར་ལུང་མ་བསྟན་ཡས་སུ་ད་ལྟོས་གསུངས་ཡོད་ལ་རེད་ལས་ལས་སོགས་ན་གཏོགས་ན། ལས། རྒྱུ། ཟེར་འབྲས་བུ་ཟེར་གྱིས་གསུངས་ཡོད་ལ་རེད་ལས་ཟེར་གྱི་དེ་བྱ་བ་ཟེར་ལ་རེད་རྒྱུ་ཟེར་གྱི་དེ་ནུས་པ་ཟེར་ལ་རེད་འབྲས་བུ་ཟེར་གྱི་དེ་དེ་ལས་བརྟེན་ལས་ཀྱི་བདེ་སྡུག་དེ་ལས་ཟེར་ལ་དེ་གི་རིགས་ནོ་དཔེར་ན་ལས་ཀ་ལས་ཀྱི་གྱིས། དེ་ནས་ལས་ཀ། ཡག་པོ་རེད་ཟེར་དེ་རེད་དེ། དོ་སྡུག་མོ་དོ་བྱ་བ་ལས་ཀ་གྱིས་ཡོད་རེད་ལ་དེ་དེ་ལས་འབྲས་བུ་གྱིས་ཤེས་བར་གྱུར་རེད་དེ་དེ་འདྲ་ཟེར་ལ་རེད

རྒྱུ་འབྲས་ཟེར་གྱི་དེ་ལྷོ་བ་རྩ་བ་ནས་ཡོད་ལ་མ་གནང་ས་མགོ་མཇུག་ལྡོག་ཚུལ་ནང་རྒྱུ་འབྲས་ལ་ལྷོ་རྒྱུ་ཡོད་མ། སྤྱིའི་རྒྱུ་ལ་བརྟེན་ནས་འབྲས་བུ་རེ་བཤད་འགྲོ་རྒྱུ་རྫུན་མའི་སྣེ་གཅིག་ཡོད་དང་མ་ཚང་མ་རྒྱུ་འབྲས་རེད། དེ་བས་ན་ངའི་རིགས་ནོར་ད་ནང་ཉི་མ་ཡག་ཤག་འདི་ནང་གསེས་ཡིན་འགྲོ་འདུག་ལ་ཉི་མ་ཕེབས་ཕེབས་འགྲོ་འདི་མུག་རུབ་འགྲོ་འདུག་ལ་དེ་བས་རྒྱུ་འབྲས་རེད། དེ་ཞིང་ནང་ལས་ས་ངན་མི་སྟེར་བར་འདི་ཡང་བཤད་རྒྱུ་འགོ་ལ་དེ་བས་རྒྱུ་འབྲས་བུ། ནས་ནང་ལས་ཞིང་ཁ་ནང་ལས་ནས་མ་སྟེར་བར་ལ་དེ་ནས་འབྲས་བུ་སྨྱུག་གི་རྒྱ་ཡང་བཤད་རྒྱུ་རེད། དེ་འདྲ་འདྲ་རེད་རྒྱུ་འབྲས་ཟེར་ལེར་དེ་ང་རང་ཚོ་རང་གི་རང་ལ་ག་རེ་ལ་དཔག་ཤེས་ན་ཆོས་ཞུ་བྱེད་ལེ་དང་ན་དེ་གི་ཐུགས་ཀྱི་ལས་འབྱུང་ག་རེ་ཡོད་ལེར་དེ་གི་རྒྱུ་འབྲས་རེད། ག་རེ་སྲིང་མོ་བཙུགས་ལེ་ཧྲལ་གྱི་འབྲས་ན་ཧུ་བསྟན་ལ་ལ་ཚགས་ཧྲོག་ཧྲོག་ཧྲོག་ཡོད་ལེ་རེད་ལ་དེ་དེ་ཨོ་རྒྱུ་སྲིང་མོ་བཙུགས་པ་ལ་དེ་འབྲས་ལ་ཚགས་ཤིག་གི་ལ་དེ་རྒྱུ་འབྲས་གི་ལས་དང་ག་རེ་ལ་དཔག་ལ་ཤེས་ན་གི་དེ་དེ་རྒྱུ་འབྲས་ཡོད་ཐོག་ལེ་སོགས་སོགས་ཡོད་ལེར་དེ་བཟོ་པའི་ས་གྱི་འབྲས་ན་ཁོར་རྒྱུག་ཁ་ཚགས་རྫས་ཀྱི་ནུས་པ་རྒྱུ་རུ་ཁ་ཚགས་ཚ་ཏིང་ངེ་ཡོད་ལེར་ནོ་བཟོས་ཀྱང་བུ་རང་ས་བཞིན་འདྲ་ང་ཏིང་ངེ་ཡོད་ལེར་དེ་ཁོ་ལ་ང་རིག་གི་བརྗོད་འདྲ་དེ་ཡོད་ལེར་ལ་དེ་དེ་དང་འདྲ་འདྲར་ཁོ་རང་ཅུ་ཟེར་གྱི་དེ་ལས་འདྲ་བ་རེ་རེ་ཤེས་པ་བརྗོད་ད་ལེར་ང་ཚོ་གི་ཕ་ལ་ཕན་ཐོག་ན་ཚོ་བདེ་བ་མི་འཇུག་མི་ཉེས་འཇུག་མི་ཉེས་དེ་ལྟ་ན་མི་འཇུག་རང་འཇུག་རེད་འདྲ་བ་བདེ་བ་ཐོག་ལེར་དཀར་པོ་རྒན་གྱི་ལག་དེ་བ་ལ་བལྟས་ན་ཕ་ལ་གནོད་ཅོག་ཅོག་ཤེས་དེ་དང་འདྲ་མོ་ལེར་ཚོ་ཤེས་པ་རེད་ཕེ་ཅི་འདྲ་བཤད་ན་ཚོ་དེ་འདྲ་འདྲ་འདྲ་བོ་ཅིག་ཤེས་པ་ལེར་རེད་དེ་དེ་ཕ་ལ་སྡུག་བསྔལ་ཅོག་ཅོག་བྱེད་དེ་ན

ལས་ཀྱི་གོ་སྐབས་ལ་བྱེད་པ་ལས་ལྡོག་གི་བྱེད་པ་ལས་མ་བྱས་པ་དང་མི་འཕྲད་བྱས་པ་ཆུད་མི་ཟ་གསུངས་ཡོད་ལ། སྐྱེ་བོ་འདི་དག་ཐམས་ཅད་ལས་ཀྱི་ཤེས་གནས་པ་སེང་གེ་རིགས་ནོར་ལས་ཆོས་སྐྱོང་ལ་བརྟེན་ནས་ཨེ་ར་ཨན་ར་ཡོག་ཧི་ཨན་ར་ལས་ཁྱད་ཞུགས་འདྲ་ལས་ཀོ་ཀོ་ནང་ནང་དང་ཁྱད་པར་འགའ་ལས་འདི་ལ་བརྟེན་ནས་ལས་ཀྱི་ཤེས་གནས་པ་ལས་ཤེས་ཡོད་ཟེར། ལས་ལྡོག་གི་བྱེད་པ་ཟེར། ལས་རང་རང་སོ་སོའི་ཤེས་ལས་རང་རང་སོ་སོ་འདི་འདྲ་རེ་ཤེས་ཡོད་ཟེར། བཞིན་ཞིང་རོགས་པ་བྱས་ཡས་གོ་ཟེར་འདྲ་དགའ་མི་དགའ་བཟོས་གོ་ཟེར་འདྲ་བཅོས་ལོ་མར། ལན་ཞེས་པ་ཆུད་མི་ཟ་ཟེར་ལན་དེ་སྲོག་ཚར་ནས་བཟུང་སྟེ་དེ་ནས་ཅི་ཟེར་གི་རོགས་གོ། ཨོ་འཕྲོག་ལོག་རེད་བཅོས་མ་རེད་གསུངས་བསྡད་པ་ཡིན་ནའང་ཉམས་མི་མྱོང་ཆོག་ཁ་ཁ་རེད། དྲོ་དགོས་མ་རེད་ད་ཅི་ཟེར་གི་རོགས་ག་ལེ་སྒུག་འདུག་ཅི་འདྲ་འདྲ་བུ་ཅི་སྨིན་ཁ་ཁ་རེད། དགེ་བ་ཡིན་ནའང་ཅི་ཕན་མ་བྱུང་ཁྲེ་དྲོག་གི་མ་རེད་དོ་ངེས་པ་ཅི་འདུག་ཅི་སྨིན་ཡོད་ཀྱི་རེད། དེ་ནི་དེའི་རྗེས་ཀྱི་ཚོགས་ཞིག་དོད་ལ་ལུས་དཀྱིལ་དང་ནང་གི་ལས་རྣམས་ནི་བསྐལ་པ་བརྒྱ་བས་ཆུད་མི་ཟ། ཚོགས་ཞིག་གཏིང་ལ་བབ་པ་ནི་འབྲས་བུ་སྨིན་པ་ཉིད་དུ་འགྱུར་གསུངས་རྒྱལ་གསུངས། ནག་ཚོགས་སེམས་ཅན་ནང་གི་ལས་དེ་ཚོ་དང་བཅས། བསྐལ་པ་བརྒྱ་གསུངས་ནའང་དེ་ནི། འབྲས་བུ་སྨིན་གྱི་མི་རིགས་རེ་རེ་འཕྲོ་བརླག་ཆོས་ཅན་འགྲོ་བྱོལ་མ་རེད་ཟེར་དགེ་མི་དགེ་ཅི་ཡིན་ན། ཚོགས་ཞིག་དུས་ལ་བབ་ལ་ཁྱོད་འབྲས་བུ་སྨིན་གི་དུས་ཚོད་ཅིག་འཚོང་འོང་དུས་དེ་འབྲས་བུ་སྨིན་ཡོད་རེ་རེ་ངེས་པ་ཅན་དུ་དཔེར་ན་ང་ཚོ་གཏན་ཁ་ཚིག་ཡོད་ན་དེ་ནས་ཞིང་ཁ་བཏགས་དགོས་ན་བཤད་ཁ་དེ་ཟེར་ནས་སྟེར་དགོས་མ་རེད་དོ་ཁོ་རང་རྒྱུ་རྐྱེན་གཙོ་བོ་དེ་ནས་རེད་ཡོད་རེད་ལ་དེའི་སྲོག་བཏགས་ནས་དེ་སྤོ་ལ་ནི་དེ་ནས་རེད་ཀྱི་ཡོད་མ་རེད་ལ་ཁོ་རང་བཏགས་དགོས་ཡོད་སོང་སོང་དེ་ཟེར་ཀྱི་དེའི་སྲོག་བཏགས་འདྲ་དེ་ནི་ང་རང་ཚོ་གི་རེད་དེ་ནས་ཀ་ཀ་ལ་མི་ངན་རིགས་རེད་ཀྱི་ཡོད་རེད་དཔེར་ན་ཤ་དེ་ཚོ་ཐོངས་ཀྱང་ནང་ཁ་ནང་ཡང་འཕུར་འགྲོ་དུས་དེ་ཐོག་རིང་པོ་འཕུར་ཚར་དུས་ད་དྲི་ནང་མིང་གིས་གསང་གི་རེད་ལོ་རྒྱུ་རེད་ལ་ཤ་གི་རྗེས། དེ་ཡིན་ནའང་ཁོ་རང་ནང་ནང་ཐོག་ཐིག་ཁོ་ཆེ་རེད་མོད་དྲི་ནག་ཡོད་ཡོད་འདུག་རེད། ཁོ་ག་ལེ་མི་དམར་མོ་ཞིག་ས་གི་བ་རེད་དོས་ལྟ་ག་ན་བ་དང་ནག་རྫི་རེད་ཤ་དེ་རྩེ་རེད་དོ་སྙིང་དུ་དྲི་ནག་དེ་ལེ་ཡོད་རེད། ང་ཚོ་ད་ཀོ་རེ་ཚའི་དགེ་བ་འདྲ་བྱས་ཚར་དུས་སྐྱིད་གོ་བདེ་གོ་མི་རེད་ག་སོང་ས་སོང་མི་རེད། ཀོ་རེ་ཚའི་དུས་པ་འདྲ་བྱས་གོ་དུས་ཨ་ཡིས་ཨ་གནས་ཀྱིས་བཤད་མ་ཐེག་གོ་ད་འོང་གྲོགས་སངས་རྒྱས་ཡིས་སོང་སོང་འདྲ་རེད་ཚུར་ལེན་ན་ཁྱོད་ད་ལྟ་འབྲས་བུ་སྨིན་ལུགས་ཀྱི་དུས་ཚོད་མི་ཟེར། ཀོ་ཅི། དེ་ནི་ཁྱོད་རང་ལ་འབྲས་བུ་སྨིན་ལུགས་ཀྱི་དུས་ཚོད་དེ་ངེས་པ་ཅན་དུ་མཐོང་བ་ལས་རེད་གསུངས་ལར། དེང་གི་རིགས་ལ་བདེ་སྡུག་འདི་ཚོ་མཐོང་བྱས་ཚད་འདི་ཡི་གི་འབྲས་བུ་ཅོལ་ཆུང་སྨིན་དུས་མ་རེད་གཙོ་བོ་དེ་དེ་ཤེས་གི་ལར། ཤེས་བ་མང་པོ་གྲང་རླུང་བཞིན་དུ་ལུས་ལུས་ཉིད་ལེར་སྔ་མ། དེ་ཀོ་རེ་སྔ་མ་ལས། དགེ་བ་བྱས་སྡིག་པ་བྱས་དེ་འདྲ་བྱས་པ་ལར།

དེའི་རྒྱུ་མཚན་ཅི་རེད་གུས་བརྩེ་དང་ཆོས་ཞེས་ཡོད་རེད་ཤེས་བ་སྔ་མ་དམྱལ་བ་ཡེ་དོག་ལས་ཤེས་དགོས་ཁ་ཁ་གི་ལས་རེད་སྲོག་རྩ་རེད། ད་ང་ཚོ་ལྟོགས་དགོས་རྒྱུ་དགོས་འདི་གཉིས་གསལ་དགོས་ཅེས་བརྗོད་ན་གསལ་མི་དགོས་ལས་ལབ་པ་ཅན་ལས་སྔོག་དཔེ་དང་འདྲ་ལས་དེ་ང་རང་ཚོ་དམྱལ་བ་ཡེ་དོག་ལས་ཤེས་མི་དགོས་རེད་རེ་ཞིག་བྱས་ལ་དམྱལ་བ་ཡེ་དོག་གི་སྡུག་བསྔལ་ཆེན་པོ་མ་བསྟན་ལ་ད་ལྟ་མི་འདུག་དེ་ལས་མགོ་འདྲ་ལས་ན་རྐང་པ་འདྲ་ལས་ཟེར་ཕོ་ཁ་འཐོན་པ་འདྲ་ན་དེ་ཚོ་ཐོག་ཅིག་བར་ཏིག་ཏིག་ཏིག་ཏིག་སེ་ཐུག་ཐུག་ལས་རེད་ཡ་དེ་དེ་ནི་ཁྱེད་རྣམས་ཀྱི་དགའ་དགའ་ཞིག་སྤྲོ་སྤྲོ་ཞིག་ལས་ཡིད་ཆེས་ཡོད་པ་བཟོ་དགོས་ལས་རེད་འདུག་སློ་བ་ཡོད་མ་རེད་ལས་སྦྱོར་འདྲ་རྩོད་ཀྱི་དེ་ལ་དུས་ནང་དུ་ལྷུ་མ་རེད་དེ་ནི་ལྷུ་ཞིག་ཨང་ཀི་མིག་ངས་ཟེར་རེ་ཡིན། དེ་ནི་ང་ཚོ་ཚོང་མ་ཞིག་ལས་སྦྱོར་འདྲ་འདི་ཤེས་ན་མ་ཤེས་ན་ཡོད་ལེ་རེད་དེ་ཤེས་ཀི་ལེ་རེད། ཚོ་རེ་ཞིག་ལས་སྦྱོར་འདྲ་མ་ཤེས་ན་ཡོད་ནོ་རྩ་ནས་ཁ་སི་མིན་ཀི་དེ་ནི་སྤུ་གུ་འདྲ་དང། ལྗགས་འདྲ་ཞིག་སོགས་འདྲ་བྱས་ན་འདི་པ་བྱས་ཡོད་མུག་ལེ་སི་ཅི་རེད་གི་ཟེར། ཤེས་མ་རེད་ལེ་ཟེར་རེ་ལ་དེ་དེ་འཇག་སྟངས་ངོ་མ་རེད་མ་ཤེས་ཟིག་ཅི་ཕན་མ་རེད་དུ་དེ་ཁོ་རང་རང་བཞིན་གྱི་ཁ་ན་མ་ཐོ་བ་ཟེར་གྱི་ཡོད་རེད་ལེ། ད་འདི་པ་ཟེར་གྱི་འདི་ལ་ཁ་ན་མ་ཐོ་བ་ཟེར་འདི་རེད་མི་ར་ཐང་བདེ་སྨན་ལ་ཁ་ན་མ་ཐོ་བ་ཟེར་འདོད་ཀྱི་འགི་ལེ། ཁ་ན་མ་ཐོ་བ་ཟེར་ཅི་ཟེར་ཁ་གླིང་མི་རུ་འདུག་ལེ་རེད་ཟེར་སྡིག་པ་ཟེར། ཅི་རེད་གོ་ཚོད་དང་དེ་སྡུག་བསྔལ་འབྱུང་ལེ་སྡུག་བསྔལ་ལས་ང་ཚོ་དགའ་མ་ལེ། ང་ཚོ་ཤེས་སྡུག་འདྲེ་གི་སོ་འདྲ། ད་སི་ཏོག་ཤི་བོ་གི་སོ་འདྲ་ཁ་ན་མ་ཐོ་བ་ཡིན་ཁོག་ཤིག་ཁ་གླིང་རུང་མ་རེད་ཟེར་ཁོག་ཤིག། དེ་ཚོ་ཁ་ལ་མ་ཐོ་བ་རེད་མ་རེད་གཙོ་བོ་དེ། གཙོ་བོ་དེ་རང་རང་སོ་སོ་གི་སྡིག་པ་དེ་ཁ་ན་མ་ཐོ་བ་རེད། ད་སྡིག་པ་དེ་འདི་འདྲ་རེད་དེ་རེད་གོ་རང་བཞིན་གྱི་ཁ་ན་མ་ཐོ་བ་དང་བཅས་པའི་ཁ་ན་མ་ཐོ་བ་སི་གཉིས་ཡོད་ལེ་རང་བཞིན་གྱི་སྡིག་པ་དང་དེ་སྡིག་པ་རེད་འགྲོ་མི་གཅིག་གཉིས། ད་རེས་འགྲོ་མི་དེ་འདྲ་ངེས་ཅི་ནོ་འདི་འདྲ་རེད། དཔེར་ན་རྒས་ཚོ་ལོང་གི་དོམ་པ་ཁུ། དེ་ཁུ་ཚར་ན། དེ་ནས་རྩྭ་ལ་སོགས་པ་དེ་ཚོ་བཅད། ཤ་རུས་ཀྱི་ཁ་ཟས་ལ་སོགས་པ་ཟོས་གོ་ལེ་ན་རང་ཉེས་པ་ཡོད་ལེ་རེད། དེ་བཅད་པའི་ཁ་ན་མ་ཐོ་བ་ཟེར་བའི་རིགས་ངེས་ཅི་ནོ་ཤ་འབྲོག་གི་དོམ་པ་འདྲ་ཁུ་དེ་མྱོང་ཟིན་ན་ཉེས་པ་ཆེན་པོ་འགི་ལེ། ཆུང་བ་རང་འདྲ་བཅད་མྱོང་ཟིན་ན་ཉེས་པ་ཡོད་ལེ་རེད་དེ་ལས། བཅད་པའི་ཁ་ན་མ་ཐོ་བ་ཟེར་ལེ་རེད། རང་གཞན་གྱི་ཁ་ན་མ་ཐོ་བ་འདི་ཤེས་ན་མ་ཤེས་ན་སྡིག་པ་ཡིན་ལེར་སྲོག་གཅོད་ཀྱི་མ་བྱིན་པ་ལ་འགྱུར་མི་དགེ་བཅུ་སྟེ་རང་གཞན་གྱི་ཁ་ན་མ་ཐོ་བ་ཟེར། སྡོམ་པ་ཡོད་ན་འདྲ་མེད་ན། ཤེས་ན་འདྲ་མ་ཤེས་ན་སུ་བྱས་ན་སྡིག་པ་ཡིན་ལེར་ད་དེ་ལས་རང་བཞིན་གྱི་ཁ་ན་མ་ཐོ་ཁོ་རང་དུས་དང་ནི་སྡིག་པ་རེད་ཟེར་དེ་ལས་རང་བཞིན་གྱི་ཁ་ན་མ་ཐོ་བ་ཟེར་དཔྱད་པའི་ཁ་ནང་ཙི་ཙི་ངི་རིག་ནོ་སྡོམ་པ་དེ་ཟིག་གིས་བྱས་ན་སྡུད་པ་ཡོད་ལ། སྡོམ་པ་མ་དེ་ཟིག་གིས་བྱས་ན་སྡུད་པ་མེད་མི་ཡོད་རེད་ལ་ད་དེ་འདྲ་འདྲ་རེད་དེ་ནི་དཔྱད་པའི་ཁ་ནང་མ་དོགས་ཟེར་དཔེར་ན་དུས་རྒྱུན་ངི་རིག་ནོ་ཁ་དྲོ་དེ་ཉེས་མིང་ཡོད་ཡོད་ལ་རེད་ད་ཆེན་པོ་ཡོད་ལ་མ་ད་རེས་སྡོམ་པ་འདི་འདྲ་དེ་དེ་ནི་ཁ་དྲོ་ན་ཉེས་མིང་གི་རེད་འདི་འདྲ་རེད་དཔྱད་པའི་ཁ་ནང་མ་དོགས་ཟེར། རང་བཞིན་གྱིས་སྡུད་པ་ཟེར་གྱི་སྡོམ་པ་ཞུས་ནམ་མ་ཞུས་ནམ་སྲོག་གཅོད་པ་འདྲ་བགྱིས་ན་སྡུད་པ་ཡོད་ལ་རེད། ང་སྡོམ་པ་སྣེ་གཅིག་ཐོག་མ་ཉིད་ཆོས་སུ་གནའ་ཤོས་ཁོ་མ་ཉིད་དེ་སྡུད་པ་ཨེ་ཡོད་ཅིག་སོང་ན་ཅི་ཕན་ལས་མ་སྡུད་པ་ཡོད་ལ་རེད།

ངའི་ལྐོག་ཏུ་ཆང་ཡང་སྣེ་གཅིག་ཡོད་ལ་མ་མེད་དེ་མི་རིགས་ས་ཕེའི་ནང་དུ་ཚོང་དམག་ཅན་གྱི་ཞེན་ཡག་དགོན་དང་བོད་ཀྱི་ཤི་ཚོགས་འདུ་ན་དེ་དེ་པས་ན་ཟོང་དང་སའི་དགུན་སྐད་དང་རྗེས་དེ་ཡང་འོ་ཁོང་བུར་ཁྲིད་འགྲོ་སའི་འདུ་ན་དེ་ཞེན་གྱི་མ་ལ་དེ་ཕེའི་མཐོང་སྣེ་གཅིག་ཡོད་ལ་མ་ཅོ་རོག་གི་སུ་ཕེ་ཀྱི་ཚིག་རོང་ལས་ན་ཁ་ཚ་རུ་སུ་ཅི་ཞིག་མི་རིགས་ས་ག་ལེར་ཚིག་དེ་ལ་མི་སེ་ད་ལ་ཤི་འདུ་ན་དེ་ལ་སྣེ་གཅིག་ཕེ་མ་སུ་རིགས་མ་དེ་ཡང་ཅི་ཞེན་དེ་ཡིན་ཅེས་མ་ཁོ་ལུས་པ་དེ་ཡོད་ཚ་ཁྱོ་ཚ་ལེར།

རྒྱ་ཆེ་ས་ཞིག་ན་ཚོང་མ་གྱོད་འདྲེ་གི་རང་གི་རེད་རེད་དེ་ད་ཨ་ན་སྤོང་ལུང་ཚོགས་ཀྱི་དེ་ཁྱོད་འཇིག་རྟེན་གཉིས་ཀྱི་ན་སྡུག་ཤོས་དེ་དེ་ནི་ང་ཚོ་མི་ཤ་ཕོ་མོ་ནང་གི་སྲུང་སྐྱོབ་ཀྱི་འགལ་འཁྲི་ཅག་ཞིག་ཟེར་བརྗོད་ལེ་རེད་ལ། དེ་དེ་ཚོས་ཉུང་ཉུང་མ་བྱས་རང་འདི་ནང་ལ་དེ་དུས་རྒྱུན་ད་ངི་རིགས་ནང་མི་དགེ་ཆོས་མི་ཤེས་ཕ་ཅེ་ཡོད་ས་མ་རེད་དེ་བྱས་ན་ཕ་ཅེ་ཤེས

ད་ང་བསྡིགས་པ་བཟོ་ལ་བཟོ་ཙག་དེར་བསྡིགས་རྒན་ཡིན་ཅི་རུ་བྱེད་ཅི་བྱོས་མ་དེ་དྲན་མ་འདུག་བསྡིགས་རྒན་བཟོ་རྒྱུ་ལེར། བསྡིགས་རྒན་ཆོས་ཤིག་འདུག་རྒྱུ་ལེར་བང་བུ་གི་ཆོས་ཟེར་བ་དེ་བཞེས། དེ་མ་འདུག་ཟུར་སུ་སུ་གཅིག་ཡོད་ལ་མ་བསྡིགས་རྒན་ཆོས་ཤིག་འདུག་རྒྱུ་ལེར་བསྡིགས་པ་མེད་མི་ཆོས་ཤིག་འདུག་རྒྱུ་ལེར་བང་བུ་གི་ཆོས་ཟེར་གྱི་དེ་ཚོས་བཀའ་བསྒོ་གྱི་དང་འདྲ་འདྲར་ཚོས་ཀྱི་དང།

དེ་ལས་གཞན་པའི་སྡིག་གྲོགས་སེར་ལས་རྒྱལ་ག་བར་སྤྲོ་ལ་ཤ་བསད་ནི་མི་ཉག་བསད་ནི་མི་འགྲོ་རོ་རྒན་མ། སོང་ནོ་འཇའ་ཨ་རོ་ཁུ་ཟོ་ཟོ་ཟོ་ཁར་ངོ་མ་ཅན་ཅན་འཇའ་ཨ་རོ། སོང་པ་ནག་པོ་དེ་སོག་གི་ཞོར་ལ་འགྲོ་དུས་སོང་པ་ནག་པོ་རང་རེ་ལ་རང་ཁུག་ཁུག་གིས། ད་ང་ཚོ་ལས་དེ་ཅི་ཟེར་གི་རེད་གོ། དང་ཚིག་གིས་དང་ཉོག་གིས་དང་བྲིས་ཟེར་ལས་དེ་དེ་འདྲ་རེད་གོ། དེ་ངི་རིག་ནང་དྲན་ད་ལྟ་ཅི་ཞིག་ཚང་མ་སང་སང་འདྲ་རེད་མ་རེད་འཇའ་ཨ་རོ། ཁོ་ནང་པ་ནང་གི་ཐུགས་རྗེ་ཆེ་ལ་སོང་པ་བཟང་པོ་ཚོ་རེད་བསམ་གི་ལ།

ཆང་ཀོང་ཡོད་ས་སུ་དྲི་མ་གཅིག་པིར་པིན་སྤ་བོ་དེ་དྲི་མ་ཕ་ལ་ལ་རྗེ་བུ་དོ་ལས་ཉོག་དེ། བྱ་རུ་ཕ་ལས་ཨེ་ནི་པི་པོས་བསམ་པའི་དྲི་མ་རེད་དེ་པོའི་རུ་ཕ་ལ་ལ་རླུང་དེ་ངི་ལ་དེའི་དོ་འདྲ་འདྲ། ཉི་རིང་ན་སྙི་བཟང་པོ་ཤོང་འགྲོ་ནི་སྙི་བཟང་པོ་དེ་རེ་རེ་སྐོར་མི་བཞེས་མི་སྐོར་མི་ལ་མི་ཆོས་སྒྲུག་འདི་མི་དགེ་བ་སྒྲུག་འདི་མི་ཉང་ཆུང་དེ་དེ་ནི་ཐང་སྙད་ཀྱི་ཆོས་སྲོལ་མི་བཞེས་མི

ཅེས་ཡིག་འཇུག་གཅིག་འཇུག་གམ་ཀོ་གཅིག་ང་རིག་རང་རང་རེ་རེ་ཞེས་འབྱུང་ཚུལ་ཀོ་གཅིག་ཁོ་ཡི་ང་ཞེས་ཚ་ཆེ་ཚ་དེ་ཁོ་འོང་ང་ཚོ་ཧོ་ལ་ད་ནང་ཆོས་རྣམ་གྲངས་བཤད་ཚེ་འདི་གུས་ཅི་འབྱུང་འགྲོ་ལ་རེ་ངེས་པ་ཅན་འདིར་དེ་རྣམས་ནི་ཤེས་མི་ཤོར་གསུམ་རྣམས་ནི་ཤེས་མི་རེ་འདི་ལ་དེ་དུས་རྒྱུན་གྲོགས་གཟུང་སོང་ལ་འགྲོ་ལ་དགེ་བ་ལས་རྒྱུ་འབྲས་གསུང་གི་ལར་ད་ཁྱེད་ལོ་དགེ་བ་དྲུག་གསུངས་ན་ར་ལས་རྒྱུ་འབྲས་གསུང་གི་རེད་བཙན་གི་ལ་ད་ལས་རྒྱུ་འབྲས་མ་བཤད་ལ་རུ་ཁུ།

ཁྱོད་ཡོད་ལས་རྒྱུ་འབྲས་གསུངས་ཁྱོད་ཡོད་ལས་རྒྱུ་འབྲས་གསུངས་ན། ངའི་རྒྱལ་རིགས་མི་ཐུབ་ཁ་ཁར་དེ་རིགས་ངེས་དྲིན་ཨོ་རང་ན་ལས་རྒྱུ་འབྲས་གསུངས་བསྟན་ཟེར་ཤེས་མོ་ཀྲོང་མིང་གི་ལ་སོ་གཅིག་ཀྲོང་ཚོས་བསམ་མིང་བསྡད་བསྡད་ཁྱོད་ཁས་བཤད་བསྡད་བསྡད་ཟེར་དེ་རིགས་ཁར་ཨོ་ན་ལས་རྒྱུ་འབྲས་མེད་མིན་སྙད་ངོ་མི་ཤེས་མིན་དང་ཁས་ལེན་ན་སྙད་ཚོང་བ་ཚ་རུ་བས་འདུག་འདུག་འཛིན་པའི་གནས་བཅོས་མ་ཁ་སྤོག་འདྲ་ཡོང་གོ་ཞེས་ངའི་ཧུད་འདྲ་ཡོང་གོ་ཞེས་བསྟན་ཞེས་བསྟན་ཞེས་རེ་ཞིག་འདི་ལ་བརྩིས་ན་ཅིག་ཅིག་ཡིད་ཤེས་ག་ན་བྱེད་ཟེར་དེ་ལས་རྒྱུ་འབྲས་མེད་པ་དེ་འདྲ་ཡོད

ཧ་ལམ་ས་ཞིང་འདྲ་སའི་སྟེང་གི་ཞིང་ནོར་ས་ཡོད་རེད་ལ། ཅེས་འབུ་རེ་ཨིན་སྐད་དུ་མིང་གི་སྒྲ་སོགས་སོགས་གསལ་བོ་ནང་དུ་པགས་ཡོད་རེད་ངེས་པ་ཅན་དུ་ཡོད་རེད། དེ་དེ་ཚོ་ཐང་ཆེན་སྣོལ་མའི་གཙོས་ཉེར་མ་ལྷོ་བར་དུ་ནག་ཚོགས་འདྲ་ཡིན་ལ་རླངས་འཁོར་ཡང་མང་པོ་རེད། དེ་ཚོ་ཐང་ཆེན་འགྲོ་དུས་གཟའ་གཟར་བཟོ་འདུག་གསོ་བཅོས་དེ་སོགས་བསྡུ་བར་བྱས་ཏེ་དེ་འགྱོད་པ་ཆེ་ལ་མ་ནི་དགྲ་འདེད་སྔོ་བ་མེ་གླང་འདྲ་བཟོ་དགོས་རེད་མོད། ད་ཅི་བཤད་མ་རེད་ཚང་མ་འགྲོ་ཚུགས་ནས་སོང་བྱུང།

དེ་ཕྱི་ཁོ་ན་སྲོག་གཅོད་པ་རེ་རེ་འདི་པ་ཡོད་རེད་དེ་གཞན་ལ་མ་སྲོག་པི་ལེ་ཟེར་རྒྱུ་དེ་རེད་གཞན་ནི་བྱས་ར་དེ་ཟས་ཚ་རེ་ལས་སྲོག་ནི་སྲོག་ཡོད་མ་རེད་སྲོག་གཅོད་ཀྱི་འདི་པ་ཆ་ཚང་དུ་ཡོད་མ་རེད་ངེད་རིགས་ནི་ཚོ་རེ་སྲོག་གཅོད་དཔོན་ཏོག་སམ་ཡིན་གི་ཟེར་འདུག་ངེད་རིགས་ཚོ་སྲོག་གཅོད་དཔོན་མི་ཡོད་ན་མི་ཤེས་དེ་དཔོན་ལུགས་ཀྱི་ངན་ཤན་རེད་སྲོག་གཅོད་དཔོན་ན་གསང་བཞིན་དུ་དྲན་བཞིན་དུ་ཤེས་བཞིན་དུ་གསལ་ཉན་རེད་མ་རེད་ཅིག་ན་རུང་ཞིག

དེ་སོགས་ཕ་ཆེ་ཤི་ཁོ་ཟོས་ས་མ་རེད་པས་ང་དང་ངའི་འགྲམ་གྱི་སོ་ནང་ནས་སྲོག་གཅོད་སྤོང་སྤོང་ལེ་རེད་དེ་འོང་ནང་ཡིན་ན་གསལ་པོ་རེད་ལ། དེ་ངེད་ཀྱི་ནང་ཤི་ཁོ་ན་སྲོག་གཅོད་ཀྱི་སྡོམ་པ་གཏོང་འགྲོ་མ་རེད་ཉེས་པ་ཏིག་ཏིག་ཡོད་ལེ་རེད་དེ་ཁྱེད་རྣམ་པ་ནང་སྤོང་ཐུབ་མི་འདྲ་བའི་སང་གི་ནང་དེ་འདྲའི་སེམས་འདི་བཟུང་འགྲོ་དེ་ཡག་མོ་ཡོད་ལེ་རེད། ཚོང་རེ་ངས་སྤོང་ཚར་ཁྱོས་ཟོས་གོ་ཟེར་རེད་དེ་དེ་རྩ་བ་ནས་ནང་དུ་བཅུག་འབུར་ངེད་རིགས་ནང་ཕ་ཡོད་ཚད་རེད་ལ་ཁ་ཚ

དེ་ཕ་ཡུལ་ནི་ཁ་བོ་འདྲ་རྒྱལ་ཁའི་འདྲ་ཡོད་མཛོ་འདྲ་ཡོད་ཕ་ཡུལ་ཤ་དེ་ཤིང་ཆེ་ར་ང་ལས་སོས་ཧུ་དོ་གོང་ཆེ་ལ་ལ་བཞིན་བསྲེས་མ་འདུག་མེད་དེ་ཉེས་པ་ཅི་པར་སོ་སྐྱོ་སྤོང་དོ་ཡོད་མ་རེད་ཕ་ཡུལ་ཤ་སོས་ན་ཉེས་པ་ཆེ་ཆེར་བསྲེས་མེད་ངེས་ད་ཁྱོད་སོས་ཁོ་ཧུ་དོ་ངས་ཉོས་སུ་མ་ཟེར་དེ་བསྲེས་ཚར་ཚུ་ན་དེ་ཉོས་ན་ཆོག་ཅི་རེད་ཕ་ཡུལ་ཤ་དོ་ལ་ས་ཁ་ཉིན་ཞིང་ཞེ་ནི་ཆེ་བ་འདྲ་མོ་ཡོད་ལ་རེད་ལ་དེ་ཅི་ཟེར་གི་རོག་འདི་པ་ནི་འདྲ་འདྲ་འདྲ་ཡིན་སུ་ཡོད་ན་བྱོས་ཤིག་དེ་བསྲེས་ཧུ་དོ་ངས་ཉོས་སོས་མ་བསྲེས་གོང་ནི་ཆ་ཡི་གོ་མ་འདུག་མེད་དེ་ཉེས་པ་ཅན་དུ་གི་ཉེས་པ་ཆེན་པོ་ཡོད་པར། ང་ཚོགས་སུ་དེ་རིགས་ཡིན་ན་ཆོས་ཤོར་མི་འགྱུར་ཡོད་དུ་རྒན་མོ་ཅིག་ཟེར། ངས་བ་ཁྱེད་ཅིས་ཉོས་ཟིན། གཡོག་ཅིག་ད་ཁུལ་འགྲོ་བ་གཡོག་ཏོག་དེ་ལ། གཡོག་དེ་འདྲ་ཅིག་དེ་ཚོགས་ཅིག་ནི་དཀའ་ཆོག་བྱས་ཟིན། དེ་ཚོགས་དེ་ཤེས་དཀའ་ས་མོ་རང་གི་ཤེས་དཀའ་ས་ཆོག་བྱས་ལ་ཡིན། དེ་གཡོག་དེས་ཁོ་ཚོ་གཉིས་ཀྱི་དཀའ་ཆོག་བྱས་ཟེར།

དུས་དེ་འདྲ་འདྲ་རེད་ད་རེད་ར་དེ་ཨེ་ཡིན་ང་ཚོ་ཐོངས་རྒྱལ་གྱིས་ཀྱང་མདོག་ན་ཕ་ཡུལ་ནས་སའི་ཟས་མ་འདུག་ཨ་ཅེ་མ་རེད་ཨེ་ན་ཙེ་ཚ་ལུ་རེད་དེ་དེ་སའི་ཚགས་ཟེར་ན་ཁ་འདྲ་ཉོས་ན་ནི་ཅེ་ག་ནི་ཉོས་ན་ཅེ་པགས་འདྲ་ཡིན་ན་ཅེ་ཤི་ཏེ་ད་འོ་ནོ་ཨི་ཉོས་བསྡད་ན་ཁོ་ནོ་ཤོག་ཅིག་ལས་རྗོད་ཡོད་ན་ཤེས་མ་ལེ་ཨ་ཡིག་ད་ལྷ་ས་ད་བེ་ཉོ་རི་ཉོ་ལི་ཏྲི་ཅིའི་སའི་གོ་ན་སོང་ན་ཤེས་མ་ལེ་དེ་དེ་འདྲ་འདྲ་སོང་ན་ཤེས་མ་ལེ་དེ་ད་ཤེས་ཅེ་ཁྲག་ཁོང་ཁྲག་མདོག་ན་སྲོག་གཅོད་ཉེན་པ་ལོ་མི་འཇུ་རི་ཅི་ཚོགས་ཚོགས་རི་ཁ་ཟ་གོ་དེ་སྲོག་གཅོད་ཉེན་པ་འཇུ་སློང་ག་ཟིག་དེ་ཁ་ཟ་དེ་སྡོད་པ་ཚ་ཅེ་དོ་ཡིན་ཕྱིར

དེ་འཕེན་ཐོང་མང་པོ་ཡོད་ཀྱི་རེད་དེང་གི་རིགས་ལོ་ད་ཏག་ཅེས་བག་ཆགས་ཡོད་མོ་བག་ཚོ་ན་རྗེན་མ་འབུ་འདྲ་ལི་ལི་ཟེར་ནའང་སོ་མི་གཅོན། ཤ་འདྲ་ལི་ལི་ཟེར་ན་ཤ་གང་མང་འདྲ་དང་ཕུག་རན་འདྲ་སྲབ་པ་འདྲ་དེ་མཐའ་མ་འབུ་མི་ཟམ་ལི་ལི་འདྲ་ཁྱེར། དེ་འདྲ་མ་ཡིན་ན་ཚེ་འདིར་སྲོག་གཅོད་གཅོད་གཅོད་དོད་དོད་དེ་ནས་སྐྱེ་བ་རྗེན་མ་ཏོག་འདྲ་གཟིག་འདྲ་ཁྲ་འདྲ་ཤོང་ཁི་འདྲ་ལི་ལི་ཟེར་ན་དེ་ནི་མུ་མཐའ་མེད་པའི་གི་སྡིག་པ་མང་པོ་སྲོག་འགྲོ་རེད་དེ་དེ་འདྲ་བཟུང་དེ་ལྷག་པ་དང་གི་རིགས་ཚོ་ཨི་ན་ལ་བ་རྒྱ་འགྲོ་རིན་ལ་ག་ལ་མགོ་མི་གཏད་རེད་ཟོ་བཞིན་གི་ལ་དེ་ནོར་སྲོག་གཅོད་དོག་དོག་དེ་དེ་སྤྲང་སྤོང་གི་ལ

དེ་སློབ་དཔོན་འདྲ་ས་ཁོ་ནམ་ད་དེ་དགོས་རེད་ཟེར་མི་འདྲ་ཟ་ས་འཁྲུག་དེ་འདྲ་རེད་འདུག་ལ་དེ་དེ་བ་ཁོ་རེད་ད། གཞན་གྱི་དོག་ཏུ་བཟུང་ཡི་གི་རྫས་འབྲུག་ཡི་གི་འཕོ་མ་ཙོངས། ད་ངི་རིག་ནོག་གི་འཕོ་མ་ཟེར་གྱི་ཡོད་རེད་ལ་ནས་གི་གྲ་མ་ཟེར་གྱི། དེ་དེ་ཙོང་ཁོ་བཤད་ནང་ཁོ་རེད་གསུངས་ནས་དེ་རྒྱ་ས་ཁོ་ནང་བསྐོར་བོད་ས་ཁོ་ནང་བསྐོར། དགུང་གི་ཁོ་ནང་བསྐོར་བརྒྱད་གི་ཁོ་ནང་བསྐོར། དེ་ད་ངི་རིག་ནོག་ས་ལ་མ་གཞི་སོགས་འདྲ་གྱི་ཡོད་ལ་ནོག་སྐད་བརྗེད་དེ་དུག་ཤོན་འདྲ་གྱི་རྩེ་ཤི་སྐད་བརྗེད་དེ་དེའི་རྩེ་དེ་ནས་ཅི་ཟེར་གི་རོགས།

དེ་གྲོགས་བྱེད་ས་ཨང་ཀི་ཙམ་ཙམ་རེ་རེད་དེ་ང་རང་ཚོ་སྐུ་བཟོ་མི་དགོས་མི་མང་པོ་ཡོད་རེད། དེ་སྐུ་དེ་ཚོ་ཐང་ཆེན་ཕག་སྤོང་ལས་བཟོ་ཡིན་དང་ལྕགས་ཡག་པོ་འཇོག་ཐུབ་ལས་ཡིན་ན་དཔེ་མ་སྲིན་རིགས་ཀྱི་ཕན་ཐོག་ཆེན་པོ་ཡོད་རེད། དེ་ད་དུང་ཡིན་ལས་བཟོ་མཁན་པ་རེད། དེ་ནས་དམ་འདོན་ལོག་ཟེར་གྱི་ཡོད་རེད་ཨེ་ར་འདི། རང་གི་རིན་བཅའ་དེ་རྙེད་དུ་འཐབ་པས་ད་རང་གི་རིན་བཅའ་ལས་གནའ་ནང་མ་བླངས་ཟིན་ཡང་གནའ་ནས་རིན་བཅས་མ་བཅའ་རང་གི་ཐུགས་བརྩེ་འདྲ་ཡིན་ན་ད་བོད་མི་མ་གཏོགས་པའི་གཞན་གྱི་བོད་མི་ཡིན་ན་འདྲ་ཤེས་པ་ཡིན་ན་འདྲ་དེ་ཚོགས་དུ་སྒྲོལ་དགོས་ན་འདོད་བློ་རེ་གསུངས་ནི་རེད་ཉེས་པ་རེ་གསུངས་ནི་རེད། དེ་ནས་ཡང་ན་ནི་རྒས་ཚུལ་མ་ལྟ་བུ་དང་གས་གྲ་བ་ཨ་ནེ་གི་སོགས་འདྲ་གདམས་པ་ཡོད་མི་དེ་ཚོ་ཆོས་ཀྱི་རྒྱ་མཚན་འཛིན་པ་འདྲ་དེ་འོང་དང་འདོད་བློ་བཤད་དགོས་ནས་ན་ཉེས་མིང་ཡོད་ལེ་རེ་གསུངས་ནི་རེད་ཉིན་གཅིག་གི་གདམས་པ་གསུངས་དེ་ཚོ་གི་ད་ཉིན་ནས་ལྟ་བུ་བསྡད་དེ་ན་དེ་དེ་ཚོ་དང། མི་མཚུངས་པ་ཤོད་ན་འདོད་བློ་གི་ཉེས་མིང་དེ་འབྱུང་ལེ་རེ་གསུངས་ནི་རེད། དེ་ནས་ཕག་དང་མ་ལ་སོགས་པ་གསུངས་དེ་སྲིད་དེ་སོགས་རང་གི་ཁྲོ་བོར་དེ་འདྲ་བྱས་ན་འདོད་བློ་རེ་ཟུང་ལེགས། རང་གི་བུད་མེད་ཡིན་ཡང་ཉིན་ཕག་ཤོད་པ་ལ་སོགས་པ་དེ་ནི་འདོད་པའི་ལོག་པ་ཡིན་པ་དེ་ལུས་ཀྱི་མི་དགེ་བར་གསུངས། ད་འདོད་བློ་འདི་སྤོང་ཐུབ་ན་ཡག་པོ་ཡོད་ལེགས་སྒེར་གཉིས་ཀྱི་སྡང་བ་འདྲ་ཤོ། དེས་བཟའ་སོང་ལས་སྙོར་གྲ་མེད་ལས། བཙོང་མ་ཡོད་ལས་དབུས་དོགས་ལས་དེ་སྤེལ་མ་ཟིན་གྱི་ཕན་ཐོགས་ཆེན་པོ་ཡོད་རེད་དེ། དེ་འོང་ང་ཚོ་འདི་ན་ལས་ཆོས་པ་མང་པོ་ཡོད་རེད་དེ་དེ་འདྲ་སྤོང་དོ་དང་བྱ་འདྲ་བཟོ་དོ་ན་ཡག་པོ་ཡོད་ལེ་རེད་དེ་སྙོར་འདྲ་དང་བྱས་ཀྱི་རྒྱུགས་འདྲ་དེ་འོ་ཆོས་འགྲོ་ལེ་རེད་དེ་དེ་ལྟ་བུ་ཡིད་ལ་བཟུང་ལེ་ལྷ་ལུས་ཀྱི་མི་དགེ་བསྲུང་ཟེར་རྒྱུ་དེ་སྲོག་གཅོད་ཀྱི་སྐུ་བྱེད་ཀྱི་འདོད་ལོག་བསྲུང་ལེ་ལྷའི་ལུས་ཀྱི་མི་དགེ་བསྲུང་ཟེར་ལེ་རེད་ད་དེ་སོགས་སྤོང་གི་ལེ་རེད་འོ་ཡ་དེ་ནས་དེ་ཡིད་ཀྱི་སྟེང་དུ་ལེ་ད་ངག་གི་མི་དགེ་བཞི་ཡོད་ལེ་རེད་ལེ་འོ་འདོད་ཕྱོགས་ལྟ་བུའི་ཀུན་ནས་སློང་དེ་ཡིད་མགོ་བསྐོར་བ

དེ་ཉི་མ་དྲུག་ཅུར་རྗེས་ལས་དགོས་ཀྱི་འདུག་ཅེས་ཞུས་པས་ཕྱིར་འགྲམ་དུ་བསྐོར་རེ་བསྐོར་རེ་སྔར་བཞིན་དུ་ཐུག་དེ་ནས་ཐུག་མི་ཐུག་འདྲ་རེད་དེ་ཕར་ཆུ་སོ་བརྒྱ་ཚན་དེ་རེ་དགོས་ཀྱི་དྲོར་ཉིས་བརྒྱ་ཚན་དེ་ཉེས་མིག་ཆེན་པོ་རེད། ལོ་རེ་ཉིས་བརྒྱ་རེ་ཉིས་བརྒྱ་རེ་བཅུས་དང་ལོ་ལྔ་ཆུ་ནང་དུ་རེག་འགྲོ་སོང་ངས་དེ་ལས་བརྒྱ་རེ་མང་པོ་ཞིག་དུག་ཚགས་སུ་ལས། དེ་ལོ་དྲུག་ཅུ་ཚན་བསྡད་སོང་ན་དེའི་ཚེ་དུག་ཚགས་ལས་རེ་རེ་ང་ཚོ་བཟོ་བཟོ་བཟོ་ཉེས་རེ་དགུ་ལེ་རེ། ཡར་བཟོས་མར་བཟོས་དེ་འདྲ་རྩ་བ་ནས་བཟོ་རུང་ལས་མ་རུང་ན་ཉེས་པ་ཆེན་པོ་རེད།

སྐད་ཆ་བཤད་རྒྱུ་འདི་ཚོ་ཕལ་ཉུང་ཉུང་དང་བཟོ་ཐུབ་ན་ཡོང་མི་ཡོད་ལ་རི་དེ་ཕོ་ལྷོག་པ་དོ་ར་ཁྲ་མ་ཟེར་རྒྱུ་དེ་གཞན་མཛའ་བ་དབྱེ་བའི་གི་ཞེས་གཞན་མཐོན་པོ་དེ་ཚོ་མཐོན་པོ་མི་རིགས་ཞེས་གོ་གི་འདུག་དྲན་ལེ་འདོན་ནི་དེ་ཕ་ཟེར་ཚུ་ཟེར་ཞེས་དཔེ་ནང་གི་རི་ནོར་གྲོགས་པོ་ངའི་གྲོགས་པོ་ཁོའི་གྲོགས་པོ་ཅོང་ལེ་དྲན་ན་དེ་ལྷག་པ་དོ་ཟེར་ཆེ་ལེ་ལ་ཆུ་རི་དེ་ཤོག་མ་ལ་མ་ཀོ་ཞེས་ལ་ཀོ་ལ་འདི་ཟེར་ན་རང་ཁོས་ཀྱིས་དེ་ཁྱེད་ཚོས་ཟེར་ཕལ་མདོ་དེ་ཁྱེད་ཚོས་ཟེར་ན་ཚོ་དེ་ཁྱེད་ཚོས་ཟེར་ཕལ་ཤེས་ཚོ་ཤེས་ཕལ་ཤེས་ཚོ་ཤེས་དེ་རི་ཕོ་དྲ་གྲོགས་ལེ་ཏུ་རི་ལ་ཀྲ་ང་ཟེར་འདྲ་ཡིན་ན་དེ་འདྲ་དགོས་ལ་ལ་རི་ཁ་པོ་ཡོད་མ་ལ

དེ་ངས་བདེན་པ་ཡིན་ཟེར་ད་བདེན་པ་དེ་དུས་བཤད་གི་མ་རེད་དེ་ཁོང་རྒྱ་རིགས་ཐུག་ཐུག་རེད་ཟིན་གི་ལགས་དེ་དུས་བདེན་པ་བཤད་གི་ཉེས་མ་རེད་ཁོའོ་ལགས་ལ་བཤད་དགོས་ན་ཉེས་པ་མང་པོ་བསོག་ཐུབ་ནི་རེད་ཁོའོ་གི་ཉེས་པ་གཅིག་ཕྲ་དམག་གི་ཉེས་པ་གཅིག་ངང་ཆགས་གི་ཉེས་པ་གཅིག་སྐད་ཆ་ཚིག་གཅིག་བཤད་ངའོ་གི་མི་སྒེར་གསུམ་པོ་དུས་གཅིག་ལ་བཤད་ཐུབ་འགྲོ་ལ་དེ་ལས་ངན་པ་འགྲོ་བ་འགྲོ་རེད་ལ་དེ་དེ་ཚོ་ཐང་ཆ་སྤོང་གི་ལ་རེད་དེ་བདེན་པ་བཤད་ནའང་ཕྲ་མ་རེད་འགྲོ་ཟིན་གི་ལགས་དེ་སྤོང། དེ་ནས་ཞལ་གདོང་བལྟ་བའི་ཀུན་ལས་ལོངས་ཏེ་བདེན་དང་མཐུན་མི་འདུག་ཇི་ལྟ་ཡིན་ཡང་སྐད་ཤུགས་ཆེན་པོས་གཞན་གྱི་མཚན་ལ་འཛེམ་པའི་ཚིག་སྨྲས་པ། དེ་ཞལ་གདོང་གི་ཀུན་ལས་ལོན་ཏེ། དན་རྟགས་ཡོད་ལས་བཤད་ན་འདྲ་མེད་ལས་བཤད་ན་འདྲ་མདོར་ན་གཞན་གྱི་མཚན་ལས་འཛེམ་པའམ་མཚན་ལས་གནོད་འདུག་གིལ་སྐད་ཆ་དེ་འདྲ་ལས་དེ་ཚིག་རྩུབ་ཟེར་ལེར་དེ་འདྲ་ཟེར་ཉིན་ལས་མ་རེད་གསུངས་ལེར་ཚོགས་རའི་མཚོན་བཅོས་ཡོད་ན་བྲོ་ལེར་སྙད་ཚོགས་རེ་མི་དགོས་དགོས་གལ་མཚོན་བྲོ་དགའ་གྲོགས་མེད་ལེར་དེ་ངས་ཨོ་དེ་འདྲ་འདྲ་མཐོང་ནས་ང་རིང་དེ་འདྲ་རྗེའུ་མཛོད་ན་གཅིག་ཁྱེད་ནོར་གཉིས་ཁོང་ཚོང་འདྲ་གྲོ་འདུག་འདུག་དེ་ད་ང་ཚོང་གྲུ་མི་འདྲ་གྱི་རེད་དེ་དེ་འདྲ་རེད་ཁྱེད་ནོར་བཤད་ཨེ་འདི་འདྲ་འགི་རེད་འགི་ཟེར་དེ་ལུས་དེ་སེམས་འདྲ་རེད་ཟེར་ན་མདོ་སྔགས་ཀྱི་ཆོག་ཚོང་ཚོང་དུ་གོ་ཟེར་ལེར་ཁྱོད་གོ་ལུགས་ཡོད་བ་དེ་ཁྱེར་ཁྱོད་བཤད་ཅིག་འགི་ན་ངས་ཟེར་འདྲ་འདུག་འདི་ན་གོ་ལུགས་ཡོད་བར་ཁོར་ཟེར་འདི་འདུག་ཚོང་ན་དེ་ཁྱོད་ཟེར་མི་སུ་ཅི་ཉན་མ་རེད་ང་ཚོང་དེ་ཚ་གྲུ་ན་ཡོང་གི་ཡོད་ལེར་དེ་མ་གཞི་དུས་རྒྱུན་འདྲ་མ་བྲིས་ན་ཡོང་རེད་ལེ

དེ་དེ་མིན་ནུས་མིན་ཡིན་ན་དེ་ཁོ་གཅིག་འོང་རོགས་ཞེས་མ་རེད་ཚོང་དང་ག་གྱོན་ག་གྱོད་དོད་དོ་དེ། རིགས་ཡུལ་རིམ་གྲོས་འགྲོ་རུ་ལ། དེ་དེ་འདྲ་འདྲ་རེད་དེ་ལས་རེད་དེ་ལྷག་པར་དུ་རང་རང་སོ་སོ་གི་སྤུག་དེ་སོགས་ལས་ཚོང་འདྲི་སྤྲོ་མི་བཟོ། ཁ་ངན་པ་སྤྲོ་མི་ལ་གཉིས་སུ་ཡོད་ས་མ་རེད་མས་ཚན་ནང་ལས་དེ་ནས་དམའ་འདྲ་རྒྱུ་བཟོ་ལས་ཕ་མ་ལ་མི་དགའ་ལས་གིས་འདྲ་རེབ་སོང་ལས་ན་དེ་ཚེ་དེ་ལས་ཚོལ་རྒྱུ་འདྲ་མིན་རེབ་སྤྲོ་ཟེར་སོ་རེད་དེ་ཁྱེད་རྣམས་པ་རྣམས་ཀི་སིའི་ཡང་མོ་སྤྲོ་མི་སྨྲ་གི་རེད་དེ་ཀོ་རེ་ཚལ་དང་རྒྱལ་དུག་སྣང་སུ་སྤྲོ་མི་བཟོ་གི་རེད

ཀོ་རེ་ཚའི་གཤེད་གཤེད་སྤུས་གཙང་དང་ཀོ་རེ་ཚའི་མི་གཙང་ཇི་འདྲ། དེ་དེ་སོགས་ཐང་ཆད་ཞིང་ཚང་ཆུང་བཟོ་རོགས་བྱེད་ལེ་རེད་ལ་དེ་ནས་མདོར་ན་ཚིག་རྩུབ་སྤུ་གུ་འདྲ་སྨྲ་ན་གྲོགས་ལེ་རེད། སྤྱིར་བདུད་དང་སྲང་བར་དཀར་པོ་རེད། ཁོ་ཅི་ཞིག་ཕན་ཡོད་ཅེས་མཐོང་ན་ཁོ་ཡག་མོ་ཅིག་རེད་ན་ཅེས་སྨྲ་ལེ་རེད། ཚིག་རྩུབ་སྨྲ་མི་ཉན་ས་དེ་སྣོད་བདུད་ས་དེར་སྨྲ་ཉན་ལེ་མ་རེད། སྣོད་བདུད་ས་དེར་ཁོ་ལ་ཕན་ན་དེ་ཁྱོད་ཚིག་རྩུབ་མོའི་སྨྲ་ཁ་ཁ་རེད་ལ་ཁོ་ལ་གནོད་གི་འདུག་དེ་དེར་ཚིག་རྩུབ་ཀྱི་སྨྲ་ལེ་རེད་ཅིང་དེ་ནས་ཞེ་སྡང་ཀུན་ན་མོ་ལ་ཚིག་རྩུབ། བདེན་ཐུག་མི་འདུག་པའི་སྟངས་ཆགས་ཆོག། རྨོངས་དུ་མ་རང་རྒྱལ་གྱི་དགེ་སྦྱོར་སོགས་ཀྱི་བར་དུ་ཆོད་པ་གཏད་སོ་མིན་པར་ངག་འཆག་དེས་ངག་གི་མི་དགེ་བ་བཟློས། དན་རྟོག་ཡོད་ན་འདྲ་མེད་ན་འདྲ་སྟོང་ཆ་ཆོད་ཟེར་ན་དན་རྟོག་གོ་རྒྱུ་གནད་ཅི་མིན་རང་རྒྱལ་གྱི་དགེ་སྦྱོར་ལ་བར་ཆད་བྱེད་རྫས་རེ་ཟུང་ལ་དེ་དགེ་བ་འགྲུབ་རྫས་བཟློས་ཤེས་ཟིན་གྱི་ལ། དེ་དུས་ཟས་ཟད་རྫས་རེ་ཟིན་གྱི་ལ་དེ་འདི་གི་བར་དུ་ཆོད་པའི་གི་སྟོང་ངག་འཆག་དེ་དག་ངེས་པ་ཅན་དུ་སྤོང་དགོས་རེད་ཟེར་ངག་འཆག་ཟེར་གྱི་དེ་དག་ཀུན་སློང་བཟུང་མི་བཟུང་སོགས་གནད་གཅིག་མིན་ལ་དེ་ཚོགས་རེ་ཆག་ཆག་ཆག་ཆག་ཆག་ཧོ་ཅི་སྟོང་ཅི་གནད་གཅིག་མིན་ཚོགས་རེ་གཉིས་ཚ་དེའོ་གཉིས་ཡར་འགྲོ་ཤེས་འདི་བརྗོད་ལ་དེ་དེ་སོགས་ཤེས་འདི་ཉིད་མ་རེད་མ་ཉིད་ངག་གི་མི་དགེ་ངང་ཆགས་ཟེར་གྱི་དེ་རེད་གསུངས་པ་རེད་དེ་ལྷག་པར་དུ་ཐི་རི་ཁ་ཚོགས་འདྲ་ཡིན་ན་སྐད་འཕྲིན་དེ་ངང་ཆགས་ཤེས་ས་ཡང་འགྲོ་མི་རེད་ལ་ཁོ་པ་དེ་ལས་སྒོར་མོ་དེ་ལས་མང་ཤེས་ཨང་ཅི་ཤེས་ཡོད་ཟེར་དེ་ཚོ་ཞིག་ཤེས་རྙེད་ཟེར་དེ་ལས་སྡུག་ར་ཆགས་ར་མི་འདུག་ཞིག་བཤད་ཀྱི་འགི་ལ་དེ་དེ་སོགས་ཕེབས་སྤོང་འོག་ན་ཡོང་མི་རེད་དེ་སོགས་ཡིན་ལ་ཨོ་གེ་ཨལ་བ་ཆེར་ང་རིའུ་བ་ཆེར་ཅེས་ཁོ་པ་དེ་ལས་རྒྱ་སྟོང་ཁྲི་བཟས་ན

བར་དུ་གཅོད་པར་བྱེད་པའི་རྒྱའི་སྣོད་མ་ངག་འཇའ་བ་སྟེ་ངག་གིས་མི་དགེ་བ་བཞི་དང། འདོད་ཆགས་ཀྱི་ཀུན་ནས་ལྷུང་སྟེ་དམ་སྡེ་སྣ་སྲན་ཟེར་གྱི་འདི་ཉེས་པ་ཆེན་པོ་རེད། ཡི་རིགས་ནི་སྣ་སྲན་སྤྲང་བོའི་ཤེལ་དག་ལས་རེད་དེ་ཁྱེད་རྣམས་པ་ནང་སྐྱེས་འབྲས་ཡིན་ཆོག་ལྟེ་བ་སྣ་སྲན་དང་འདོད་ཆགས་ཀྱི་ཀུན་ནས་ལྷུང་སྟེ་གཞན་གྱི་ལོངས་སྤྱོད་དང་དབང་ཤུགས་བསྲེས་ན་གཟུགས་ལོངས་ཚོ་རིགས་ཁོང་པ་ལ་སོགས་པ་དར་མདོ་ན་སྐྱེས་ཡོད་ན་དེ་ཚོ་ལས་ཟེར། བདག་གི་ལོངས་སྤྱོད་དུ་སྤྱོད་ན་སྙོག་དུ་གཞན་གྱི་ཕུན་སུམ་ཚོགས་པ་བདག་གིས་ཐོས་པར་འདོད་པ་སྣ་སྲན། གཞན་ལ་རྒྱུ་ཡོད་ན་འདྲ་རིགས་ལོངས་ཚོ་ཡོད་ན་འདྲ་བུ་བུ་མོ་ཡོད་ན་འདྲ། མདོར་ན་གཞན་གྱི་ལྕགས་ལོག་ཡང་མོ་བཟང་དུ་སོང་སོང་དེ་སྔགས་ལ་གཅིག་ལན་ན་སོང་སོང་སོང་འདུག་དེ་བྱས་ན་སྣ་སད་ཟེར་གི་དེ་རེད་གསུངས་ལེར། དེ་དེ་འདྲ་བཟོ་རུང་ལེ་མ་རེད་གསུངས་ལེར་མི་ལན་བཞིན་དུ་སོང་དེ་ན་ཉེས་མིག་ཡོད་ལེར། དེས་སྣ་སད་ཟེར་གི་དེ་བཟོ་ཉེས་མ་རེད་མན་ཐོ་རི་ཐོ་མ་རེད་ཆོས་གཞིང་མ་ལ་ཡ། ཉིས་གང་དེ་ཐལ་མོ་ལྷོང་ལ་དུ་མགོ་ར་ན་འཛུལ་ཁ་ནོར་གདོང་སྟོད་དུ་དུ་ཡིད་ནི་ཞིག་མ།

དེ་འདྲ་བཟོ་ནས་ངེས་པར་ཚར་གྱིན་རེད་གསུངས་པས། དེ་ནས། ཀུན་དགའི་གོང་ཟོག་གཞན་གཅིག་ལ། གནོད་པ་ཞིག་བྱས་ན་འདི་ཤིན་ཏུ་སྡུག་བསྔལ་ན་ཅི་མ་རུང་གསུངས་པ་ལྟ་བུ་གནོད་སེམས་སེམས། གཏི་མུག་གིས་ཀུན་ནས་སློང་སྟེ་ལས་རྒྱུ་འབྲས་དང་ལྡན་གྱི་དང་སྐལ་མཆོག་གསུངས་ལ། ཡོད་མེད་དང་ལས་རྒྱུ་འབྲས། རྒྱུ་དགེ་བ་ལ་འབྲས་བུ་བདེ་བ་དང་མི་དགེ་བ་ལ་འབྲས་བུ་སྡུག་བསྔལ་འབྱུང་ཞེས་བླ་མ་དག་གསུངས་ཡང། མི་བདེན་ན་ཉག་ཏུ་ལོག་ལྟ་བྱེད་པ་ཡིད་ཀྱི་མི་དགེ་བ་གསུངས་དང་སྐྱོ། འདི་ལོག་ལྟ་ཟེར་རྒྱུ་དེ་གཏི་མུག་གིས་ཀུན་ནས་སློང་ལ་ཞེས་དག་མི་ཤེས་ལས།

ར་ཨ་ན་ལས་ཏུའུ་མུའུ་ཧི་ཀུང་ནས་ལོང་གི་ལོག་ལྟ་བཤད་འགྲོར་མཛད་ནས་ཤ་ར་ཆེ་ཆེ་ཞེས་ལོག་ལྟ་བཤད་འགྲོར་མཛད་བ་ངི་རི་ནུ་ཚོ་རི་དིར་ཁ་ཚོ་སེར་སོ་ཤིང་སོ་ཤིང་ཁལ་པ་རི་ལོག་ལྟ་རེད། མ་རྙིང་མ་རྙིང་ཁལ་པ་རི་ལྟ་ལོག་རེད། ཁལ་པ་ལྟ་ལོག་རེད་འགྲོ་མ་རེད། དེ་ཚེ་ང་ཞིག་ལས་ཀྱི་འདྲ་ཡོད་བཞིན་དུ་ཡོད་ལི་ཡོད་ལི་མ་ཤེས་ན་ཁལ་པ་རི་དང་མི་ཁལ་པ་རི། ཡིན་པ་ལ་ཡིན་པ་མ་ཤེས་ན་མི་ཁལ་པ་རི་ཡིན་པ་ལ་ཡིན་པ་ཤེས་ན་ཁལ་པ་རི་ལ་གནས་ལུགས་དང་མཐུན་པ་དེ་ཤེས་ན་ཁལ་པ་རི་གནས་ལུགས་དང་མི་མཐུན་པ་དེ་ཤེས་ན་མིག་བླུན་པོ་རི་དེ། དེ་དེ་ཚོ་གནས་ལུགས་དང་མི་མཐུན་པ་རེད་བཤད་འདུག་ཟེར་གི་དེ་ཁྱེད་རང་ཕྱིན་ཅི་ལོག་ཚོད་ཟེར་མཁས་པ་ཟེར་བརྗོད་མ་རེད་དེ་ངན་རོགས་ཚོ་དེ་ངའི་དུས་རྒྱུན་གི་གོ་འདུག་ལེ་ཡིན་ང་ཚོ་ནི་བསོད་ནམས་མེད་མི་ཐེན་ཅིག་རེད་ཁྱོད་ནི་རྒྱ་ཆེན་པོ་གཅིག་ཤེས་མ་རེད་དགེ་བའི་བག་ཆགས་ནི་ཆེན་པོ་ཡོད་མ་རེད་དེ་ཚོ་ཐམས་ཅད་ཉིན་ཞིག་བལྟ་རྒྱུ། སྐད་ཆ་ཉན་རྒྱུ་དགའ་དགའ་སྤྲོ་སྤྲོ་བཟོ་ཉན་མ་མེད་ཁྱོད་རང་ལ་ལོག་ལྟ་གི་བག་ཆགས་ཡོད་རེད་ལྟོགས་གྲོགས་མེད་ལོ་རེད་དེ་རིང་ཁ་ཚོན་གཉིས་ནི་ཐང་ཆེན་ཧོར་གྲོང་ལས་ལས་བལྟས་ནས་སྐད་ཆ་འདྲ་ཉན་རྒྱུ་གཉིས་དང

དེ་ནས་ཨོ་ཡང་མི་གསུང་བར་བྱོས་པ། འདོད་ལུང་དུ་ནི་ད་རེས་ལེགས་ན་འདོད་ལུང་དུ་སུ། ངག་གི་སྒོ་ནས་བརྫུན་བྱར་མ་བྱེད་ཐུགས་མངོན་བྱ། ཡིད་ཀྱི་སྒོ་ནས་སྣ་སེན་སྣོད་སེན་ལོ་བཏགས་ཏེ་བཅུ་དེ་ལས་མེད་དགེ་བཅུ་ཟེར་ལེར་བཏགས་དེ་ལས་གཉིས་བདུན་མོ་རེ་ཟེར་འབྲས་བུ་ངན་པ་ཀུན་གྱི་རྗེས་རེ་ཟེར་འདི་འདྲ་བཤད་ལེར། དེ་ལ་དེ་ཡིག་གི་གསུམ་པ་གཉིས་པ་དེ་ཡིག་གི་འབྲས་བུ་ལ། སྣའི་དཀར་གྱི་འབྲས་བུ་དང་མཐར་ཐུག་གི་འབྲས་བུ་སུ་དང་འདི་ནི་གསུང་ངོགས་ཀྱི་དེ་ནས་གནས་བཀག་གི་འབྲས་བུ་ཅི་རེད་ཟེར་ན་སྲོག་གཅོད་ན་ཚེ་ཐུག་ནད་མང་རེད་གསུངས་ནས། ལོངས་སྤྱོད་དབུལ་བ་དང་མ་གཞིག་པ་ལོངས་བ་ན་ལོངས་སྤྱོད་དབུལ་སྤྲང་པོ་རེད་འགྲོ་གསུངས་ནས། དེ་སྐུ་སྐུ་མ་ཐང་ཆ་སྤྲང་པོ་རེད་འགྲོ་གསུངས་ནས་སྐུ་མ་ཤུག་པོ་རེད་མ་ཡོད་མ་ག་སྲིད་ཚེ་འདིར་ཤུག་པོ་རེད་གསུངས་ནས་ཡིན་ནའང་དེ་སྐྱེ་བ་རྗེས་མ་ལ་སྤྲང་པོ་ངན་པ་ཅན་དུ་རེད་འགྲོ་ཟེར། དེ་ང་རང་ཚོ་འདི་ད་ཚོགས་ཆེན་རྣམས་པ་ན་དཔའ་འབྱོར་ཅིག་ཅར་ཡོད་མི་དེ་ཚོ་འདྲ་ཡིན་ན་ལས་ཡོང་མི་སོགས་ཟེར་ཤག་སྔས་མ་སྐུ་མ་བཞེས་ཟེར་ད་འོང་སྐུ་བཞེས་ནི་མ་རེད་དོ་རྗེས་མ་ལོངས་སྤྱོད་ཅི་རེད། ད་ང་ད་ལྟ་ལོངས་སྤྱོད་འགའ་དང་པོ་ཞིག་ཙམ་གྱི་རྒྱུ་མ་འདུག་ན་ད་ལྟ་ལོངས་སྤྱོད་ཚེ་རྗེས་རི་གྲོང་པོ་རེད་ཁ་ཁར། དེ་ང་ཚོ་གྲོང་པོ་ནང་ཞིག་ནས་བཟོ་བཟོ་གྲོང་པོ་བཟོ་ཙམ་གི་ལ་ན་དཀའ་ལས་གྲོང་པོ་འགའ་ལ་སྔོན་མ་ཀུ་ཤའི་འགྲིམ་པའི་གྲོང་པོ་རེད་དར་ད་ཨང་ཀུ་བྱུས་རྒྱུ་དེ་ཚོ་གྲོང་པོ་རེད་ཟེར་ནས་སྣེ་བཅོས་མ་ཤེས་སྟོང་གི་ང་ཚོ་འདི་འདྲ་རེད་དར། སྔ་མ་གང་བཤད་ད་ལྟའི་ལུས་ལས་དེ་གསུངས་ལར།

རྗེ་བོ་ཡོད་མེད་རིགས་དབྱུག་ལང་ཚོ་ཡོད་མེད་ཨོ་རྩལ་ཨོ་རྩལ་འདྲ་སོང་སོང་ད་མ་ཤེས་ཨ་ཚེ་མ་ཤེས་ཨ་ཚེ་ཁྱེད་ནོངས་པ་ན་ཁ་སང་གི་ལ་དེ་ནོངས་པ་ཧྲིག་ཧྲིག་གི་ཤེས་བ་སྔ་མ་ནི་ང་དཀར་པོ་གིས་ལས་སོགས་དཔའ་འབྱོར་ལ་འོ་སེ་ན་འཇུག་སྒེར་ཆེན་པོ་ཅི་མིན་གི་ནས་ན་ས་བ་དུ་མ་ཅི་མ་ན་བྲིས་ཕ་མ་འོང་གཡོ་ཁ་ཞིག་ཡང་མི་འཇོག་ཐིག་པ་བརྗོད་ཨོ་རྩལ་ཡོད་སོང་སོང་ཡོད་མེད་ནོངས་ལྷག་པར་དུ་དགེ་བ་ཤ་རོ་ཞིག་བསྒྲུབ་གི་ལ་ཧྲིག

དང་བཟའ་ཡ་ཚེ་རོགས་ཡོད་རེད་ལ་དེ་སོགས་དང་སྒྲ་རྟག་པ་ཞེས་ལ་སྒྲ་འཇལ་ལོ་རེད་གསུངས་ལར། གཞན་གྱི་སྐུ་པར་འདེབས་པ་དང། རྫུན་བཅོས་ཅུང་ལོ་དོད་དང་གཞན་སྐུ་འདེབས་བྱས་ཡོད་ལར་ཟེར། དེ་ལའོ་ལའོ་དེ་ལ་ངེད་རིགས་ནི་རྫུན་ལམ་ཕན་བདེའི་རྫུན་ལམ་ལ་ཁ་མ་གྲགས་མོད། མོ་ཅི་མི་དགོས་ཟེར་མི་འདྲ་ཁ་གྲགས་མི་དགོས་ཁ་ཕོག་བརྗེས་མི་དགོས། ཟེར་དེ་གཉིས་ཤིག་བཏང་བ་ལ་རྫུན་གྲོགས་མོ་ལག་ནས་མི་བསྟན་ནོ་དེ་ཚེ་འདི་ལ་ཡིན་ན་དེ་འདྲ་རེད་སྐུ་པར་འདེབས་མོ་རུ་ཟེར། འོ་ཡ། རང་གི་མཛའ་མོ་དང་མཛའ་བོ་དང་མི་མཐུན་པ་འབྱུང་བ་དང། ད་ཕྲ་མ་གཅིག་སྡོད་དང་གྲོགས་པོ་ཐམས་ཅད་དང་འདྲ་བ་རེད་གསུངས་ལར། དེ་དེ་རང་རང་སོ་སོ་གི་གྲོགས་པོ་ཡོད་ཚུལ་དེ་ཚོ་དང་སྙོང་དུ་འདུག་རྒྱུ་ལས་མ་རེད་ཤེས་གཉིས་གཉེན་འབྲེལ་ཉུང་ཉུང་དེ་མཛའ་འདོད་ཚོ་དགའ་ས་དེ་ཚོ་དང་ཁ་གྲགས་འདོད་ལས་རེ་ཟུང་རེད། དེ་ནས་མི་སྙིང་པ་དུད་པ་དང་ཟེར་གི་འདི་ཡིན་ནོ་ད་ལྟའང་དེ་ཚིག་རྩུབ་མཛད་དེ་ན་རང་གི་རྣ་གཤོག་ན་གཅིག་གོ་ན་སེམས་ན་སྡུག་བསྔལ་ཤེས་དེ་དེ་ན་དེ་ན་གོ་རྒྱུ་ཡོད་མ་རེ་ཟུང་རེད།